རྣམ་པ་སོགས་ལ་བཀྲ་ཤིས་ལེགས། ངས་ཀྱི་དྲན་ན་དྲི་བ་དེའི་རྩོམ་གཞི་ལྔ་པའི་གེགས་དང་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་ཡོད་པའི་སྒྲུབ་བྱེད་དེ་མ་གསུངས་འོང་འདོད་བསམ་པ་སྤྱི་དང། རྣམ་པ་རིག་བྱེད་མ་ཡིན་པའི་གེགས་གཟུགས་ཡོད་འོང་འདོད་བསམ་པ་ལ་ཡང། རྣམ་པ་རིག་བྱེད་མ་ཡིན་པའི་གཟུགས་དེ་ལ་ང་ཚོ་གི་ད་གཟོད་ཀྱི་གནས་དང་པོའི་སྐབས་སུ་དབྱེ་ནས་སེམས་མེད་པ་ཡིན་སྲིད་ཤེས་འོང་འདོད་བསམ་པ་ལ་ཡང་ཁྱད་ཆོས་ལྔ་འགྲོ་བ་ཅིག་གསུངས། ཅེས་ཧ་ནི་རྗེ་བཙུན་ཆོས་མཁྱེན་བརྩེགས་ཀྱི་འདུལ་བའི་སྤྱི་དོན་ནང་ལོགས་ལ་ཡང། ཨ་ནི། ཁྱེད་ཆོལ་གསུམ་དང་ལྡན་པའི་སྐད་དེ་ཐོགས་མེད་ཀྱི་གཟུགས་ཅི་ལ་ཡ་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་ཀྱི་ངོ་བོ་ཟིན་ཏེ་འདི་ནས་སོང་ཡོད་རོ་བ། དེ་ཡན་ཆད་སེམས་དཔའ་ལ་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་ལ་ཡ། ཨ་ནི་ཁྱེད་ཆོས་དེ་འདྲ་ཅིག་ལྡན་དགོས་རེ་ལྡན་དགོས་མ་རེད་པས། དང་པོ་དྲི་བ་དེ་འདྲས་ཅིག་ཞུས། ད་གཙོ་བོ་དེ་འདྲ་དེ་རྣམ་པ་རིག་བྱེད་མ་ཡིན་པའི་གཟུགས་ཡིན་ན། ཨ་ཁྱེད་ཆོས་ལྔ་དང་ལྡན་པ་ཅིག་གོ་དགོས་དགོས་མ་རེད་ཟེར་བའི་དྲི་བ་འདི་རང་ཡིན།

དེ་ལ་ཁ་ཅིག་འོ་ན་རྡུལ་ཕྲན་ཆོས་ཀྱི་ཆ་མེད་ཆོས་ཅན་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཡིན་པ་དང་ཆོས་ཀྱི་སྐད་ཅིག་གི་གཟུགས་ཡིན་པའི་ཤེས་ཏེ་གཟུགས་ཡིན་པ་གང་ཞིག་རྟེན་ཐོད་ཅིག་དང་རྟེན་མེད་ཐོད་ཅིག་གི་གཟུགས་མ་ཡིན་པས་འདོད་ན་དགེ་མི་དགེ་གང་རུང་ཡིན་པ་དག་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཡིན་པའི་ཕྱིར་ཟེར་ཁྱོད་རང་གི་སོགས་ཀྱི་ཁུངས་དག་ན་དེ་བགྲང་བྱ་དོ། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཡིན་ན་ངོ་བོ་དགེ་མི་དགེ་གང་རུང་ཡིན་པ་ཅིག་དགོས་པ་སྟེ་ཁྱོད་རང་སོགས་ཀྱི་དག་ན་ཁུངས་དེ་བགྲང་བྱ་དོ།

བུད་མེད་རྒན་གྱི་དེ་མེད་ད། ཁྱོད་རང་ཚོས་དང་པོ་ག་རེ་ཟིན་གང་གི་ཕྱིར་རོ་ཟེར་བསམ་པ་ལས་ཅི་དང་གང་ལས་ངོ། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཀྱིས་མཚན་ཉིད་བཞག་འོང་ཟེར་བསམ་པ་ལས་མཚན་ཉིད་ཅི་ཞིག་བཞག། རྗེ་བཙུན་གྱིས་མཛོད་རྣམས་ལོག་ལ་མཛོད། བ་ཅི་ན་ལོག་ལ་ང་ཉིད་ཉིད་ཤེས་ཡོན་འདོད་སྲིད། དེ་ཅི་དང་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ལ་དེ་འདྲས་ཞིག་བཞག་པ་རེད་མ་གཏོགས་ཁྱད་པར་ཡོད་མ་རེད་ཅིའི་ཁྱེད་ནས་ཟིན་སོང་བ། ད་དེའི་འོག་ལ་མ་ཁུངས་དྲངས་འོང་ཟེར་བསམ་པ་ལས་རྡུལ་ཕྲན་ཕྱོགས་ཀྱི་ཆ་མེད་དེ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཡིན་པ་ཡིན་ན། རྒྱས་མི་རྒྱས་ག་རུང་ཡིན་པ་ལྟར་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཡིན་པའི་ཕྱིར་དེ་ལ་འུ་ཚུགས་ཀྱིས་རྒྱག་གི་འདུག་བ། དེ་རྒྱལ་བ་འདུལ་བ་ལ་གོ་རེ་ད་ངས།

ཡོད་པ་ཡིན་ན་ཡང། ད་རྣམ་པར་རིག་པའི་གཟུགས་དེ་བྱེ་བྲག་མའི་བདེན་པ་ནང་བཞིན་གྱི་སྒྲུབ་ཐབས་ནི་ཇི་སྐད་དེ་བས་རིག་པའི་ཚུལ་འདི་ཀུན་མ་རེད། ག་རེ་ཡས་ན་ང་ཚོ། ནི། དཔེར་ན། ད་དོ་བདེན་པ་ལྟ་བུ་དེ་གའི་རྣམ་པར་རིག་བྱེད་མའི་གཟུགས་དེ་ཀུན་རེད། རྣམ་པར་རིག་གཟིགས་དེའི་གཟུགས་དེ་གཟུགས་རེད་བས་ན་གཟུགས་མ་རེད་གོ། མཚན་གཞི་ག་རེ་ཡས་ན་མཚན་གཞི་ཡང་ན་དེ། སོ་རྟགས་ཀྱི་སྡོམ་པ་དང་བསྟན་པའི་ཐོག་མའི་གའི་རྣམ་པར་རིག་བྱེད་མའི་གཟུགས་སུ་མཚན་ཉིད་པར་འགྱུར་བ་ཡོད་པ་མ་ཡིན་ནོ་ཞེས་ང་ཚོ་དེ། ཤོ་གྲོང་ཆུ་ཁོལ་ན་ཅིག་ཏུ་གཉིས་པ་དོ་བདེན་པ་ནི་ལས་ཤིག་ཏུ། དོ་བདེན་པ་ནི་མཁས་གྲུབ་རྗེས་འབྲེལ་ཅིང་དྲི་མེད་འོད་གསལ་ལས་འོད་གསལ་འོད་ཀྱི་འབྲེལ་བ་ལས། སོ་ཐར་གྱི་སྡོམ་པ་ལྟ་བུ། རྟེན་ལྟ་བུ། རྟེན་མེད། རྟེན་དུ་མེད་ཅིང་ཐོགས་པ་མེད་པའི་རྣམ་པར་རིག་བྱེད་མིན་གཟུགས་སུ་མཚན་ཉིད་དུ་འབྱུང་བ་ཡོད་པ་མ་ཡིན་ནོ་ཞེས་པ་ནི་བདག་དེའི་ཁུངས་སུ་དྲངས་ནས། བདག་ང་ཚོ་དེའི་ཁུངས་དྲངས་ནས། སོ་ཐར་གྱི་སྡོམ་པ་དེ་བྱེ་བྲག་ག་དང་དོ་དེ་བར་དེ་གའི་རྣམ་པར་རིག་བྱེད་མིན་གཟུགས་དེ་ཀུན་ཏུ་རྣམ་པར་རིག་བྱེད་མིན་གཟུགས་ཡིན་པ་ཡིན་ན་ཡང་ཁོ་ག་རེ་ཟེར་ན་གཟུགས་རེ་བས་ཟེར་ན་གཟུགས་མ་རེད། ང་ཚོ་དེ་དེའི་ཁུངས་དང། ཤེས་བྱེད་དྲངས་ནས་ཤེས་པའི་ཁུངས་རེད་ད།

ད་ནི་དྲི་བ་དེ་གདངས་ཀྱི་གོང་གི་དྲི་བ་དང་འབྲེལ་ནས་རོ། ཨ་ཧོ། པ་རིག་བྱེད་མ་ཡིན་པའི་གཟུགས་ཀྱི་སྐྱེ་ཤི་བཞི་པ་ག་སུ་ཡང་གཅིག་དོན་གྱིས་བཞག་ཏུ། དེ་བ་ལས་དེ་ཡང་སྐྱེ་ཤི་ལྔ་པ་ག་སུ་ཡང་ག་རེ་རེད་ཟེར་ན། གྲུབ་མཐའ་སྨྲ་བ་བཞི་ཀའི་ཡི་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ཀྱི་དོན་བཞག་དུས་གང་ལ། ད་ཇི་རགས་མའི་ལུས། ཀྱི་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དོན་བཞག་དུས། ཡིན་དང་སྲིད་མེད་པ་ཡང་དེ་བ་ལ་བཞག་ནས། ག་རེ་ཟེར་ན་དོན་ག་རེ་རེད་ཟེར་བ་ན། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་ངོ་བོ་ཁྱད་པར་ལྔ་དང་ལྡན་པ་བཞིན་བཞག་ཏུ།

རིག་བྱེད་མ་ཡིན་པའི་གཟུགས་དེ་ནི་དགེ་མི་དགེའི་གང་རུང་ཡིན་དགོས་པ་སྟེ། ཀུན་སློང་དགེ་བ་དང་མི་དགེ་བའི་དེ་ཡི་སྟོབས་ཀྱིས་དགེ་སློང་གི་སྟོབས་ཀྱིས་དགེ་མི་དགེ་བར་འགྱུར་བ་རེད། ཁོ་ག་རེ་ཟེར་ན། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དེ་ལོང་མ་བསྟན་བྱ་བ་ཡིན་པས་ཡིན་ན་རུང་བ། དེ་ལ་རྒྱུན་མཇུག་ཐུབ་བོ་མ་རེད། ཀུན་སློང་སྟོབས་ཆུང་བ་ཡིན་ཚ་རྒྱུན་མཇུག་ཐུབ་བོ་མ་རེད། ད་ལྟ་ང་འདི་ཡོད་རུང་བ། ཁྱིམ་མཚེས་ཀྱི་ནི་བྱིས་པ་ག་དེ་ལ་དེ་སོང་གི་འདུག་ཨ། རྣམ་རིག་མིན་སློང

ཀུན་སློང་གི་དགེ་བ་ལ་སོགས་པར་འགྱུར་བ་ཡིན་ན། དགེ་བ་ལ་ཀུན་སློང་གི་དགེ་བ་ལ་སོགས་པར་འགྱུར་བ་ཡིན་ན། ལུང་མ་བསྟན་གྱི་སེམས་ལ་སྟོབས་ཆུང་བས་ཀུན་སློང་འགགས་ཀྱང་རྒྱུན་བརྗིད་དུ་འཇུག་པའི་ལས་འཕེན་པའི་ནུས་པ་མེད་པའི་ཕྱིར་རོ། རྣམ་རིག་ལྡན་ཁ་ཅིག་མཛོད་རྩ་བ་ཅན་ན་རུ་བ་རྣམ་རིག་མེ་ལོང་བསྟན་མེད། རྣམ་རིག་ལྡན་མེད་དུ།

ངས་ངེས་མེད་དྲི་བ་བྱེད་ཞོར། ད་ལྟ་ཁྱེད་ཚོ་གིས་རང་རྒྱུད་པའི་ལུས་ལ་རྣམ་པ་རེ་བརྒྱད་ཀྱི་གཟུགས་ཡོད་པའི་སྒྲུབ་བྱེད་དེ་ག་རེ་རེད་ཟེར་ན། ཆོས་ཀྱི་སྐད་ཅིག་གི་གཟུགས་ཡོད་པ་འདོད་པའི་ཤོག་གྲངས་བཅུར་དགུ་ནང་དུ།

སོ་ཐར་གྱི་གདམས་པ་དེ་གཟུགས་གཟུགས་ཡིན་དགོས་གསུངས་གོ། ལའང། རེད།
སོ་ཐར་གདམས་པ་གཟུགས་ཡིན་དགོས་ཟེར་ག་རེ་ཟེར་ན་ཕྲིན་ལས་སྤོང་བྱེད་ཅན་དེ་རེད་ཟེར་དེ་ཙམ་མ་ལ་བཀའ་རྒྱ་དེ་ཨ་ནི་སྤོང་ཐེངས་དེ་གཟུགས་ཡིན་ཙང་དེ་བཀའ་རྒྱ་དེ་གཟུགས་ཡིན་དགོས་གསུངས་གོ། ད་དེ་ཡིན་དེ་ཙམ་མ་ལ་དཔེར་ན་ང་ཚོ་སོ་ཐར་གྱི་གདམས་པ་དཔེར་ན་སྲོག་བཅད་ཀྱི་གདམས་པ་ལྟ་བུ་གཅིག་པ་ཡིན་པ་ཡིན་ན། དེ་ཡི་བཀའ་རྒྱས་ཀྱི་རྣམ་པ་རིས་ཆད་མ་ཡིན་པའི་གཟུགས་དེ་ཨ་ནི་ངེས་གཟུགས་ནི་ག་འདྲེ་བཀག་གི་འདུག་ཟེར།

འདི་ནི་དྲི་བ་ཞུ་བའི་དུས་ལ་ད་ལྟ་གཟབ་བྱེད། ཅེས་པ་ནི་གཟབ་བྱེད་ཞི་བ་དང་ལྔ་བ་ནང་ལོགས་ལ་ཡིན་འདི་ནི་ད་ལྟ་ཁྱོད་ཚོས། མཇུག་བསྡོམས་དེ་ལ་དག་བཅོས་ཆེན་པོ་ཅིག་གསུངས་ཤིག་ཅེས་བཤད་བྱ་དོ། དེ་ཅིའི་དྲི་བ་ཞུས་ན་དྲན་སོ་ག་རེ་རེ་ཟེར་འདི་ད་ལྟ། ཀུན་སློང་ནི་ང་ཚོའི་བྱ་བ་ཀུན་གྱི་རྩ་བ་ལྟ་བུ་ཡིན་དེ་སའི་སྐབས་སུ་ཨ་ནི་བྱ་བ་གང་འདྲས་བྱས་པ་ཡིན་ན

མར་བཟླ། བྱ་བ་གང་འདྲས་བྱེད་པ་ཡིན་ན་དགེ་བའི་ཀུན་སློང་ཡིན་ནམ་མ་དགེ་བའི་ཀུན་སློང་ཡིན་ན་ཅི་སྔོན་དུ་ངེས་པར་དུ་འགྲོ་དགོས་རེད་ཟེར་ཐག་ཆོད་བྱས་བྱ་དུ་བ། དེ་ཕྱིན་འོང་དུས་ཀུན་སློང་སྔོན་དུ་མ་འགྲོ་བར་ཨ་ནི་དཔེར་ན་མཆོད་རྟེན་ལ་སྐོར་བ་བྱེད་པ་ལྟ་བུ་དང། དཔེར་ན་དུད་འགྲོའི་ལུས་རྟེན་འགས་ནི་མཆོད་རྟེན་ལ་སྐོར་བ་བྱས་ནས་དགེ་སློང་ཁར་སེར་བོ་རེད་ད་བར་བྱ་དོན་གྱི་དགེ་བ་བསགས་པ་ཡོད་རེད་ཟེར་ནས་གསུངས་འདུག་ཡོད་རེད་བ་དེ་ཚོ་གང་འདྲས་ཆགས་འགྲོ་གི་རེད་ཟེར་བོ་དེ་བྱས།

ངེས་པར་དུ་སྔོན་དུ་སོང་བ་ཡིན། དགོས་མཁོ་རེད་འདུག་ཅེས་ཚིག་ཟིན་ལ་ད་གར་སོང་བྱ་འདུག་ཨ། དེ་ག་འདྲའི་འགྲིག་གི་ཡིན་པ། ལ། ཀུན་སློང་སྔོན་དུ་མ་སོང། བྱ་བ་ག་འདྲས་ཞིག་བྱེད་པ་ཡིན་ན་ཀུན་སློང་ངེས་པར་དུ་སྔོན་དུ་འགྲོ་དགོས་ཀྱི་ཡོད་ལབ་ཡོད་ཡོད་མེད་ཟེར་ནས་ད་ལྟ་ས་བྱི་གཅིག་བྱེད་པར་བ། ཡིན་ན་ཁྱོད་ཚོ་ཚིག་འགྲེལ་གྱི་ནང་ལོག་ལ། བྱ་བ་ག་འདྲ་ཞིག་ཡིན་རུང་ག་རེ་ཟེར་ན་ཀུན་སློང་སྔོན་དུ་མ་སོང་བས་ན་བྱ་བ་དེ་འགྲིག་གི་མ་རེད་ཟེར་ནས་ཐག་གཅོད་བྱས་བྱ་འདུག་དེ་ག་འདྲས་སུ་འགྲིག་གི་ཡིན་པ། ཨ་དེ་རེད་ད་བྱ་བ་ག་འདྲས་ཞིག་ཡིན་པ་ཡིན་ན་ཀུན་སློང་སྔོན་བྱེད་དགོས་ཀྱི་རེད། ཀུན་སློང་དེ་འདི་ན་ད་ཀུན་སློང་སྤྱོད་དགོས་རེད་ཀུན་སློང་དེ་མ་སྤྱོད་པ་ཡིན་ན་ནི་ཁོ་རང་གིས་ད། བྱ་བ་འགྲུབ་ཡོད་མ་རེད།
བྱ་བ་ག་ནས་ཀྱི་ཁོ་རང་གིས་བསམ་པ་ནང་བཞིན་གྱི་བྱ་བ་འདི་ཡོན་གྱི་འགྲུབ་བས་ཆོག་དེ་འགྲུབ་ཐུབ་མ་རེད་ལོ། ད་དྲི་བ་དྲི་བ་གཅིག་དེ། ང་ཚོ་ཀུན་སློང་གཉིས་སྒོ་ནས་རྒྱའི་མི་གྱི་ལུང་མ་དེ་ཡི་ལས་སུ་བཞག་གི་ཡོད་རེད་བ། ཀུན་སློང་གཉིས་སྒོ་ནས་འདི་དགེ་བ་དང་མི་དགེ་བ་དང་ལུང་མ་དེ་ཡི་ལས་སུ་བཞག་པའི

མཐོང་བའི་སྤང་བྱའི་རྣམ་ཤེས་དེ་གའི་ནི་ཀ་དེ་རབ་ཏུ་འཇིག་བྱེད་དེ་རྒྱུའི་ཀུན་སློང་ལ་འུར་བ། རྒྱུའི་ཀུན་སློང་མ་གཏོགས་ནི་གཅིག་གིས་མ་རེད་ཅེས་གསུངས་འདུག་བ། དེ་ཡིན་པ་ཡིན་ན་རེ་བ་ད་ང་ཚོ་ཀུན་བཏུས་དེའི་ནང་ལ་ཡང་རྒྱུའི་ཀུན་སློང་དང་དུས་ཀྱི་ཀུན་སློང་ཁྱད་པར་ཕྱེ་ཡོང་སྟེ། ད་ལྟ་ལས་འབྲས་ལ་རྨོངས་པའི་མ་རིག་པ་འདྲ་བོ་དེ་རྒྱུའི་ཀུན་སློང་ལ་འགྲོ་ཡོང་བ་དུས་ཀྱི་ཀུན་སློང་ཅི་དགར་བྱ་ཅི་བར་བ། ད་ལྟ་མཛོད་འོད་འདིའི་ལུས་ལ་ཡང་ནི་ལས་འབྲས་ལ་རྨོངས་པའི་མ་རིག་ཟེར་ན་འདྲ། ལས་ཀྱི་འབྲས་མེད་པར་བལྟ་བ། དེ་འདི་གའི་ནི་མ་རིག་པ་སྟེ། དུས་ཀྱི་ཀུན་སློང་ལ་འགྲོ་བ་མེད་པའི་རྒྱུ་མཚན་ག་རེ་རེད།

རབ་ཏུ་འཇུག་ཚེ་རྒྱུད་དགོངས། རྒྱུད་དགོངས་མཐོང་སྤང་བ་འདི་གིས་རབ་ཏུ་འཇུག་ཅེས་སྨྲ་དོ་ད་རྒྱུ་མཚན་ག་རེ་ཟེར་ན། ཁོ་ཁ་ནང་འདི་གི་ཁ་ནང་འདི་རེད་རྒྱུ་མཚན་འདི་རུ་བ་ཅིག་ད་གཞུང་མང་ཆེ་བ་མཐོང་སྤང་བ་འདི་ག་རེ་ནི་རྒྱུད་སྐུ་ལོང་རེད་མཐོང་སྤང་གྱི་རྒྱུད་སྐུ་ལོང་བྱས་པ་རེད་མ་གཏོགས་མཐོང་སྤང་གྱི་དུས་རྒྱུད་སྐུ་ན་བྱས་པ་ཡོད་མ་རེད་རྒྱུ་མཚན་ག་ཟེར་མཐོང་སྤང་བ་འདི་ག་རེ་ཁ་ནང་འདི་རེད་ནི་རུ་བ་ཅིག་ད་མང་ཆེ་བ་ནི་རུ་གསུངས་བཞག་གོ་ད་ཡིན། འདི་ངས་དྲི་བ་ཅིག་ཕུལ་ཆོག་ད་ལྟ་དེ།

བ། འདུ་ཤེས་འཁྲུལ་མ་འཁྲུལ་གར་ཡིན་ན་སྐྱེ་བ་བར་དངོས་པོ་རྩོལ་བ་བསལ་ཏེ། འདིར་བྱེད་དགོས་མེད་དོ། ཀུན་སློང་མེད་ན་ཀོ་ཅོ་ངོས་ཀྱི་ཚང་གི་བར་བ་དེ་སྤངས་པ་བྱ་དགོས་འོང་བ་རེད། ཨང། དྲི་བ་གཅིག་ཞུ་ཆོག་ད་ལྟ་དེ། དུས་ཀྱི་ཀུན་སློང་ཟེར་བ་དེ་བྱ་བ་དེ་དངོས་སུ་བྱེད་འདོད་ཀྱི་བསམ་བློ་ལ་བཞག་དགོས་རེད། དེ། སྔགས་འདི་རྗེས་སུ་འཇུག་བྱེད་ཡིན་གསུང་རོགས། དབང་ཤེས་ལྔ། དཔེར་ན་ང་ཚོ་ག་རེ་རེད་ཟེར་ན་སོ་སོ་དད་པ་ཡོད་ས་ཀྱི་དགེ་བའི་བཤེས་གཉེན་དེ་འདྲས་མཇལ་འོངས་ཏེ་སེམས་ནང་ལོག་ལ་དད་པ་སྐྱེ་འོང་འདི་དཀའ་སྡུག་ལ་ཨ་ནེ་མཇལ་ཡག་གི་མིག་གིས་ཤེས་པ་དང་ཨ་ནེ་གུས་པ་བྱེད་ཡག་གི་ལུས་ཀྱིས་ཤེས་པ་དེ་ཚོ་གང་གཱ་ཨ་ནེ་དུས་ཀྱི་ཀུན་སློང་མ་རེད་བས། དེ་འོངས་ནས་ག་རེ་རེད་ཟེར་ན་བྱ་བ་ཇི་ལྟ་དེ་དངོས་སུ་བྱེད་འདོད་ཀྱི་བསམ་བློ་བྱ་དགོས་རེད་བས།

བསམ་བློ་འོང། བསམ་བློ་ལ་ཤེས་ཟེར་བའི་དཔེ་ན། རྟོག་པ་ཆགས་དྲུག་ཏུ་སླེབས། བྱས་ཙང་བསམ་བློ་ལ་ཤེས་སེམས་བློ་འདི། ང་ཚོ་ག་རེ་རེད་ཟེར་ན་དུས་ཀྱི་ཀུན་སློང་ངོ་བསྐྱོད་པའི་མི་གཤིས་དང་ལུས་ཤེས་དང་དུས་ཚོད་ནི། བྱ་བ་དེ་བྱེད་འདོད་ཀྱི་བསམ་བློ་ག་འདྲ་ཆགས་དགོས་ད་དཔེ་ན་སོ་སོ་རྒན་འདྲ་བོ་ཅིག་མཇལ་འདོད་ཡོད་ཅེར་བ། མཇལ་ཅན་སྐོར་ལྷ་ཡིན་ན་ག་རེ་ཡིན་ན་དེ་ལ་དད་པ་བྱེད་ཁ་ཐུག་ལ་ཡང་མིག་གིས་མཇལ་ཡག་དང་ལུས་ཀྱིས་གུས་ཞབས་བྱེད་ཁ་ཐུག་ལ་ཤེས་པ་དུས་ཚོད་བཀོལ་ཏེ་བྱ་བ་དེ་བྱེད་འདོད་ག་འདྲ་ཡོད་རེད། བྱེད་འདོད་ཀྱི་བསམ་བློ་ག་འདྲ་ཆགས་ཡོད་རེད།

ཉེས་དམིགས་ཀྱི་དྲི་བ་ཡིན་ད།
ང་ལ་དྲི་བ་ཅིག་གཏང་ཆོག་ཤིག། ད་ལྟ་ཀུན་སློང་འདི་ལ་ནི་བདུད་ཀྱི་ཀུན་སློང་དང་ནི་རྒྱུའི་ཀུན་སློང་གཉིས་ཞེས་བར་བྱེད། ད་འདི་གཉིས་དེ་ང་ཚོ་མ་འདྲེས་ཀྱི་མ་འདྲེས་ཀུན་ཏུ། གང་སེམས་རྩ་བ་ཁོ་རང་འདིར། མཐོང་བའི་སྤང་བྱ་རྣམ་ཤེས་ནི་རབ་ཏུ་འཇུག་བྱེད་ཡིན་སྒོམ་པའི་སྤང་བྱ་ནི་སྔར་ནས་ཕྱིས་སུ་འཇུག་བྱེད་ཡིན།